བྱུང་བ་དེ་གི་དཔེ་ཕན་ཐོགས་ཆེན་པོ་འབྱུང་གི་རེད་གསུངས་པ་ཡོད་ལ། དེ་ནས་དེ་ཡང་ད་ལྟ་ད་མི་དབང་རིན་པོ་ཆེ་ཁོང་རིགས་ཀྱི་གསང་ན་སྟོད་གདན་རྒན་པོ་རྣམས་ཀྱི་ལ་འུར་སེ་ངོ་མཛོད་ཚུགས་ཀྱི་གདམས་པ་གསུང་རྒྱུ་དེ་ལ་ད་སྟོད་གདན་ཟེར་ན་ད་དེའི་ཚེ་སྒམ་རྒྱབ་སྒམ་རྒྱབ་ནས་ཉམས་མྱོང་ཡག་པོ་སྐྱེས་ཉམས་མྱོང་ཡག་པོ་སྐྱེས་ནས་དེ་ནས་འབྲས་བུ་ཡག་པོ་ཐོབ་པ་དེ་ཚོ་ལ་རྟོགས་ལྡན་གསུང་གི་བར་རྟོགས་པ་དང་ལྡན་པ་ཉམས་མྱོང་རྟོགས་པ་ཅི་ད་ཉམས་མྱོང་ཡག་པོ་ཡོད་པ་ད་ང་རང་ཚོ་ལ་ཉམས་མྱོང་གི་ངོ་སྤྲོད་གནང་བ་ལ་ཉམས་མྱོང་གི་ངོ་སྤྲོད་གནང་མཁན་ཁོ་རང་ལ་ཉམས་མྱོང་ཡག་པོ་ཅིག་ཡོད་དགོས་པ་ཡིན་པའི་ཕྱིར་ན་རྟོགས་ལྡན་དེ་ཡང་རྟོགས་ལྡན་རྒན་པོ་དེ་ད་ཇི་ཉམས་མྱོང་ཆེན་པོ་ཡོད་པ་ཁྱད་པར་དུ་འཕགས་པ་རྣམས་ཀྱི་ལུགས་རེད། དེ་ནས་ད་ཐེངས་ཀྱི་སྐབས་སུ་ལ་བསྐྱར་དུ་ཉམས་ལེན་གནང་བའི་སྐབས་སུ་ལ་དང་པོ་ཐོས་བསམ་སྒོམ་གསུམ་བཞི་ནས་ཉམས་ལེན་བྱས་ད་དང་པོ་ཐོས་པ་བྱས། བར་དུ་བསམ་པ་བྱས། དེ་ནས་སྒོམ་པ་བྱས་ད་དེ་འདྲའི་གི་ཉམས་ལེན་ཐོས་པ་རྒྱ་ཆེན་པོ་བྱས་ནས་དེ་ནས་རིག་པའི་རྟགས་ཤིང་བསྐྱེད་ནས་རྗེས་དཔག་གི་ལམ་ནས་སྒོམ་པའི་གི

རྗེས་དཔག་བྱས་ནས་ཉམས་ལེན་བྱེད་ཀྱི་གནང་གི་ཡོད་བ་རེད་ལ། དེ་ནི་ད་ལྟ་དེ་རྗེས་དཔག་ལམ་དུ་བྱེད་པ་མ་ཡིན་པར། སེམས་ངོ་མཛུབ་ཚུབ་ཀྱི་གདམས་ངག་གསུངས་དུས་དེ་ལ། དེ་ནི་ད་དེ་ཕྱི་ཡི་དངོས་པོ་ལ་བརྟག་ཅིག་མ་ཞེས་པ། ནང་གི་སེམས་ལ་བརྟག། ནང་གི་སེམས་ལ་བརྟག་དུས་སེམས་ཀྱི་ངོ་བོ་དེ་རང་བཞིན་གྱིས་སྟོང་པ་ཡིན་པ་དང། རང་བཞིན་གྱིས་གསལ་བ་ཡིན་པ་དེ། ད་ད་ལྟ་བར་དུ་ལ་ང་རང་ཚོ་བརྟག་རྒྱུ་མ་བྱུང་བ་རེད་མ་གཏོགས་དེས་ན་དེ་མངོན་སུམ་དུ

སེམས་ཀྱི་གནས་ལུགས་དེ་བསྟན་པ་ཡིན་པའི་ཕྱིར་ན་སེམས་ངོམས་རྩོལ་རྩུབ་ཀྱི་གདམས་པ་གསུངས་ཡིན་ཙང། དེ་ནས་ད་དེ་ལ་ང་རང་ཚོ་སྤྱི་བཏང་གི་སེམས་ངོ་སྲུང་དུས་དེ་ལ་དུས་རྒྱུན་དུ་ད་ང་རང་ཚོ་ལ་བདག་ཏུ་བཟུང་བ་འདྲ་པོ་བྱེད་ལ་ག་རེ་ཡོད་རེད་ཟེར་ན། ད་དང་པོ་ཆོས་འོང་དུ་ཟེར་ན་ལུས་ངག་ཡིད་གསུམ་བསྲུང་གི་རེད་ལ། ལུས་ཟད་དུས་དེ་ནི་སྒྱུ་ལུས་ཤ་ཁྲག་གི་ཕུང་པོ། མགོ་བོའི་སྤྱི་བོ་ནས་རྐང་གི་སེན་མོ་ལ་ཐུབ་ཀྱི་བར་གྱི་ལུས་དེ། ཤ་དང་རུས་པ་དང་ནོར་འཁྲུལ་ལ་སོགས་པ་ལས་གྲུབ་པའི་དངོས་པོ་དེ་ལ་ལུས་ཟེར་གྱི་ཡོད་རེད་ལ། ལུས་དེ། ལུས་དེ་ལ། ལུས་དེ་དང་མཉམ་དུ་དེ་ནི་ག་འདྲ་རེད་ཟེར་ན་ལུས་དེ་གི་ལས་ཀ་བྱེད་མཁན་གྱི་གཙོ་བོ་འདྲ་པོ་དེ་ལ་ངག་ཟེར་དུས་ད་དེ་ཁ་དྲོ་སྐད་ཆ་བཤད། དེ་ནས་བག་ཆུ་གཏམ་གྱི་འདྲེར་བ་བྱས། དེ་ནས་སྒྲ་གི་སྒོ་ནས་སྐྱེས་ཀྱི་སྐྱེས་ལ་འདྲེར་བ་བྱས་རྒྱུ་དེ་ལ་ངག་ཟེར་གྱི་ཡོད་རེད་ལ། ད་དེ་ལུས་དང་སྐྱེའི་ངག་དང་གཉིས། ཡིད་དང་གསུམ་ཟེར་གསུམ་པ་དེ་ཡིད་ཡིན་དུས་དེ་ལ་ད་དེ་ལུས་དང་ངག་གཉིས་པོ་དེ་ད་ལུས་འདྲ་བོ་ཅིག་ཡིན་ན། རྡོལ་དུ་གྲུབ་པའི་བན་བུན་གྱི་རྣམ་པ་འདྲ་བོ་ཅིག་དང། དེ་ནས་ངག་དེ་སྒྲ་ཡི་རྣམ་པ་འདྲ་བོ་ཅིག་རེད་ལ། དེ་ནི་ཡིད་དམ་སེམས་ཏེ། དེ་ནི་སཱལ་རིགས་ཙམ་གྱིས་མི་དྲན་དགུ་དྲན་གྱི་རྣམ་རྟོག་མང་པོ་འགྱུ། ད་དེ་ལ་ནོངས་སེལ་གྱི་དབྱེ་བ་འདྲ་པོ་ཅིག་བྱས་ན་མང་པོ་ཡོད་བ་རེད་དེ། ད་དེ་སེམས་ཀྱི་བསམ་ངོ་དང་མང་པོ་དྲན། ད་དེ་གི་ངོ་བོ་དེ་ལ་གོ་གི་ཡོད་རེད་ལ། ད་དེ་སེམས་དེ་དུས་རྒྱུན་དུ་རྣམ་རྟོག་མང་པོ་ཤར་གྱི་ཡོད་རེད། རྣམ་རྟོག་མང་པོ་ཤར་གྱི་ཡོད་རེད་དེ་ཡིན་ན་ཡང་དེ་གི་ཁུར་ངོ་བོ་དེ་ལ་བལྟས་ན

དེ་ནི་སྟོང་པ་དང་གསལ་བ་སེང་གེ་དེ་གཉིས་གཡོམ་དུ་སེང་ཁོ་རང་གི་སྟེང་དུ་ཡོད་བ་རེད་ལ། དེ་ནི་དེས་ཐད་ཀར་བསྟན་པའི་སྡོམ་པ་སྡོམ་པ་དེ་ལ་གོ་གི་ཡོད་བ་རེད། དེའི་སྡོམ་པ་དེ་ལ་ད་ཅི་ཐང་གི་ད་ད་ད་ང་རང་ཚོ་གཙོ་བོ་དགོངས་པའི་ཉམས་མྱོང་ད་སུ་ཧོང་རྡོ་རྗེ་ཐེག་པའི་སློབ་ལ་དགོངས་པའི་ཉམས་མྱོང་གི་མན་ངོ་ལ་ཕྱོགས་རྫོགས་གསུམ་གསུང་གི་ཡོད་བ་རེད་ལ་ཕྱོགས་རྒྱ་ཆེན་པོ་རྫོགས་པ་ཆེན་པོ་དེ་ནས་ད་ལྟ་དབུ་མ་ཆེན་པོ་དེ་རྣམ་པ་གསུམ་ཡོད་པའི་ནང་ནས་དབུ་མ་དེ་གཙོ་བོ་རྗེས་དཔག་གི་ལམ་ནས་གཏན་ལ་ཕབ་ནས་དེ་ནི་སྒོམ་པ་གི་མན་ངག་ཅིག་ལ་གོ་གི་ཡོད་རེད་བ་ད་ལྟ་འདི་དབུ་མ་གི་ལུགས་མ་ཡིན་པ། དེ་ནི་ད་ཕྱོགས་རྫོགས་གི་མན་ངག་ལ་གོ་གི་ཡོད་རེད་ད་དེའི་ནང་ནས་གཙོ་ཆེ་བ་འགྲེལ་པ་རེ་གང་ག་གི་རྫོགས་པ་ཆེན་པོའི་གི་མན་ངག་ལྟ་བུ་ལ་སྐྲག་ཡོད་བ་རེད། ཡོད་བ་རེད་དེ་ཡིན་ན་ཡང་ད་རྩ་བ་ཁོང་རིགས་ཀྱི་ནང་དུ་སོང་ན། དེ་ནི་ད་ལྟ་ས་ར་ཧ་གི་ཀློང་དྲངས་ནས། དེ་ནི་གསོམ་སྟོང་གསོམ་ས་རབ་ཏུ་སྤོངས་ནས་སོ་སོ་མེད་བུ་ཆུང་ཚུལ་དུ་གནས་ས་ཞིང་འདི་མ་ངག་གི་ནང།

གདམས་ངག་དེ་རེད་ལ། དེ་ནི་དེའི་གདམས་ངག་དེ་ལ། དེ་ནི་གཙོ་བོ་མཚན་ག་རེ་ཞུ་གི་ཡོད་པ་རེད་ཟེར་ན་མུན་སེལ་སྒྲོན་མེ་ཟེར། ད་དུས་རྒྱུན་དུ་ང་རང་ཚོ་གི་སེམས་ཀྱི་གནས་ལུགས་ལ་སྒོམ་པ་དང་སྟོང་ཉིད་ཀྱི་གནས་ལུགས་སྒོམ་པ་ལ་སོགས་པ་སྒོམ་པའི་ཉམས་མྱོང་དེ་ཉམས་མྱོང་རྒྱུད་ལ་སྐྱེས་མ་ཐུབ་པ་མུན་པ་ལྟ་བུ་དེ་ད་དེ་མ་རིག་པའི་མུན་པ་ལྟ་བུ་དེ་ཡོད་རེད་ལ། དེ་ནི་དེ་མུན་པ་དེ་སེལ་བར་བྱེད་པ་ལ་སྒྲོན་མེ། ད་གློག་འདྲ་བོ་ཅིག་སྤར་ནས་སྤར་ན་དེ་ནི་མུན་པ་མེད་པ་ཆགས་ཀྱི་ཡོད་བ་རེད་པས་དེ་ལྟ་བུ་མ་རིག་པའི་མུན་པ་དེ་སར་གཟིགས་ཏེ་ད་ད་འདི་གདམས་ངག་འདི་ལ་བརྟེན་ནས་ཚེ་སྒོམ་ཚེ་ཉམས་ལེན་བྱེད་དེ་ནི་དེ་ལ་བརྩོན་འགྲུས་བྱེད་གདམས་ངག་དེ་ཞུ་དེ་ནི་གདམས་ངག་དེ་ལ་ཞུ་མཐར་བྱས་ན་དེ་ནི་མུན་པ་དེ་སལ་ཐུབ་ཀྱི་རེད་གསུངས་ནས་མུན་སེལ་སྒྲོན་མེ་ཞུ་གསུངས་བ་ཡིན་ས་རེད། དེ་ནས་ད་དེའི་རྗེས་སུ་གསོལ་འདེབས་ཕྱོགས་མཚར་ཕྱོགས་མཚར་བ་རེ་ལ། བླ་མ་དང་འཇམ་དཔལ་ཡེ་ཤེས་སེམས་དཔའ་ལ་ཕྱོགས་མཚར་ལོ། ད་རྩ་བའི་བླ་མ་དང་རྗེས་པའི་བླ་མ་ཐམས་ཅད་དང། དེ་ནས་དེ་བཞིན་དུ་འཕགས་པ་འཇམ་དཔལ་དབྱངས་ཏེ། ཡེ་ཤེས་སེམས་དཔའ་སྟེ་ད་འཇམ་དཔལ་དབྱངས་ཏེ། ད། སྐབས་སྐབས་ལ་བྱང་ཆུབ་སེམས་དཔའ་གྱི་རྣམ་པ་དང་སྐབས་སྐབས་ལ་སངས་རྒྱས་ཐམས་ཅད་ཀྱི་ཐུགས་ཡེ་ཤེས་ཀྱི་ངོ་བོ་ལྟ་བུ་ལ་གོ་གི་ཡོད་བ་རེད་ལ་ད་དེ་ལྟ་བུ་འཇམ་པར་ཡེ་ཤེས་སེམས་དཔའ་ལ་ཕྱོགས་འཚལ་ལོ་གསུང་བ་རེད་ལ་ད་དེའི་རྗེས་སུ་རྩོམ་པར་དམ་བཅའ་བ་རེད་ལ། དེ་ནི་དེ་ད་འདི་ལྟ་བུའི་གདམས་ངག་དེ་གསུང་དགོས་པའི་རྒྱུ་མཚན་དེ་ག་འདྲི་རེད་ཟེར་ན་ད་སྤྱི་དང་གི་ང་རང་ཚོ་དེ་ནས་ཉམས་ལེན་ལ་བརྩོན་འགྲུས་ཡོད་མཁན་དེ་ཚོ་ལ་ཕན་པའི་ཆེད་དུ་བཟུང་བ་ཡིན། བཟུང་ནས་བྱས་ལ། དེ་ནས་དེ་ཡང། ཐོས་བསམ་སྦྱངས་པ་རྒྱ་ཆེར་མི་དགོས་པར། མན་ངག་ལུགས་ཀྱི་སེམས་ངོ་སྐྱོང་བ་ཡིས། ད་ཅི། ཅི་བཏང་གི། ཐོས་པ་བྱས། བསམ་པ་བྱས། དེ་ལ་སྦྱངས་པ་རྒྱ་ཆེན་པོ་བྱས་ན། ན་ཡང། འབྲས་བུ་ཡག་པོ་ཡོང་གི་ཡོད་བ་རེད་ལ། ད་དེ་ལ་བལྟས་ཚེ་སྐབས་འགའ་ལ་དཀའ་ངལ་ཡོང་གི་ཡོད་བ་རེད། དང་ཀ་བ་མང་པོ་སྐྱེས། དང་དེ་ནས་འཇིག་རྟེན་གྱི་བྱ་བ་བློས་གཏོང་ཨེན་པའི་གནས་འགྲིམ། དང་དེ་འདྲས་བྱས་ནས། དེས་ན་གཞན་ན་ཡང་དཔེའི་ཕན་ཐོགས་ཆེན་པོ་ཡོང་གི་ཡོད་རེད། ཡོང་གི་ཡོད་རེད་དེ་ཡིན་ན་ཡང་དེ་ལ། དེ་ནས་དཔེ་དཀའ་ལས་མང་པོ་དང་ད་ལྟ་ང་རང་ཚོ་མི་བསྲེ་མཁན་དེ་མཐའ་གཅིག་ཏུ་དེ་ཁོ་ན་ཞིག་ཐུབ་མཁན་དཀོན་པོ་རེད་ལ། དེ་དེ་དཀོན་པོ་ཡིན་པའི་ཕྱིར་ན་དེ་ཚོ་ལ་ཕན་ཐོགས་པའི་ཆེད་དུ་མ་ཡིན་པར། དེ་ནས་དེ་ཚོ་ལ། དེ་ཚོ་བསྒྲུབ་མི་ཐུབ་མཁན་དེ་ཚོའི་གི་ཉམས་ལེན་ཡག་པོ་བཅས་ཤིག་ཐུབ་པའི་གི་ཕྱིར་དུ་གསུང་བ་ཡིན་པའི་ཕྱིར་ན་རྒྱ་ཆེར་མི་དགོས་པ། རྒྱ་ཆེར་དཀའ་བ་གཅིག་མི་དགོས་པ་ཐོས་བསམ་གི་སྦྱངས་པ་ཡང་དེ་ཙམ་མི་དགོས་པ། མན་ངག་ལུགས་ཀྱི་སེམས་ངོ་སྐྱོང་བ་ཡི་ད་དེ། དེ་ནས་རིགས་པའི་གི་ལམ་ནི་རྗེས་དཔག་གི་ལམ་མ་ཡིན་པ། མན་ངག་གི་ལུགས་ཡིན་པ། མན་ངག་གི་ལུགས་ལ་ག་རེ་བྱེད་གི་རེད་ཟེར་ན་ད་སེམས་ངོ་སྐྱོང་སྟེ་ད་ང་རང་ཚོ། གཙོ་བོ། རིག་པའི་རྗེས་སུ་འབྲང་བ་མ་ཡིན་པ། ནང་གི་སེམས་ཀྱི་གནས་ལུགས་དེ། སེམས་དེ་ལ་ག་རེ་བྱེད་ཀྱི་རེད་ཟེར་ན། ཞི་བ་ཡོད་རེད། ཞི་བ་ཡོད་པའི་རྒྱུ་མཚན་དེ་ག་འདི་རེད་ཟེར་ན་སེམས་ཀྱི་ངོ་བོ་དེ་རང་བཞིན་གྱིས་སྟོང་པ་རེད། དེ་ནི་སྤྱི་བཏང་གི་སྣང་བ་ལ། སེམས་ལ་ཞི་བ་ཡོད་རེད་ཟེར་ན་དུས་རྒྱུན་དུ་ཞི་བ་ཡོད་མ་རེད། ག་རེ་རེད་ཟེར་ན་སེམས་ཁྲལ་ཡོད་རེད། དོགས་པ་ཡོད་བ་རེད། དཀའ་ངལ་ཡོད་བ་རེད། བར་ཆད་ཡོད་བ་རེད། སེམས་ཡིད་མི་བདེ་བ་ཡོད་བ་རེད་ད་དེ་འདྲའི་སྐྱག་སྲིན་པོ་དེ་འདྲས་ཡོད་བ་རེད། དེ་ནས་ཉོན་མོངས་པ་ཡོད་བ་རེད། རྣམ་རྟོག་མང་པོ་ཡོད་བ་རེད། ཡོད་བ་རེད་དེ་ཡིན་ན་ཡང་དེ་ཚོ་ཀྱེ། རྦ་རླབས་ཀྱི་སོ་འདྲ་པོ་ཀྱེ། ཡོང་གི་ཡོད་བ་རེད་དེ་ཡིན་ན་ཡང་ངོ་བོ་དེ་རང་བཞིན་གྱིས་ཞི་བ། རང་བཞིན་གྱིས་སྟོང་པ་འདྲ་པོ། རིགས་ཡོད་པ་རེད་ལ། དེ་ནི་དེ་སྟེ། ཚེ་དེ་ལྟ་བུའི་གེགས་དེ་ནི་རྦ་རླབས་ཀྱི་རྣམ་པ་དང། འཇིགས་སྐྲག་དང་སྡུག་བསྔལ་དང། ཡིད་མི་བདེ་བའི་རྗེས་སུ་མ་འབྲང་བ་བྱས་ནས་དེ་ནི་སེམས་པ་དེ་ལྷོད་པོ་ཡོད། སེམས་ཀྱི་ངོ་བོ་དེ་སྐྱོང་ན་སྐྱོང་བའི་གེགས་མན་ངག་ཅིག་བསམ་ཡོད་པ་རེད་ལ། མན་ངག་དེའི་ངོ་བོ་སེམས་ངོ་སྐྱོང་བ་ཡིན། དེ་ནི་སུ་ལ་ཕན་གི་རེད་ཟེར་ན་གྲོང་སྔགས་ཟེར་དུས་ད་ཇི་ལྟང་གི་གྲོང་ཁྱེར་འདྲ་པོ་དང་གྲོང་གསེབ་འདྲ་པོ་དག་དེ་འདྲའི་ལ་རང་གི་ཁྱིམ་ལ་བསྡད་ནས་སོ་ལྔ་རྡོ་རྗེ་ཐེབས་པའི་ཆོས་ཉམས་ལེན་བྱེད་མཁན་ཚོ་ལ་གྲོང་ལྷོ་ཟེར་གི་ཡོད་རེད་ལ། ཕལ་མོ་ཆེ་ཞིག་མང་པོ་ཞིག་དག་དེ་འདྲའི་གི་ཆོས་ཉམས་ལེན་བྱེད། དེ་ནས་འཇིག་རྟེན་འདི་འཁོར་བ་སྤངས་ནས་རབ་ཏུ་བྱུང་དག་དེ་འདྲའི་བཟང་མཁན་ཡང་ཡོད་རེད་ལ་དེ་མ་བྱས་ན་ཡང་དེ་ནི་གྲོང་གི་ནང་ལ་བསྡད། ཆོས་ཉམས་ལེན་བྱེད། འཇིག་རྟེན་གྱི་བྱ་བ་ཡང་བསྒྲུབ། དེ་ནས་ཁྱིམ་གྱི་བྱ་བ་ཡང་བསྒྲུབ། ཁྱིམ་པ་ཕར་བོ་ཆེ་ཕར་མོ་ཆེ་ཁྱེད། ཞེས་ཁེའི། ཚེ་ཆུང་ངུ། ཟེར། ཀ་ལས་ཞི་དྲག་བརྒྱབ་མ་དགོས་པ། ཀ་བ་དེ་ཙམ་སྐྱེད་མ་དགོས་པ། དེ་ནས་ད་དེ་འདྲའི་ཉམས་ལེན་གནང། དེ་ནས་མན་ངག་གི་ལུགས་ཀྱི་སེམས་ངོ་སྐྱོང་བའི་ཐབས་དེ་དེ་དུས་རྒྱུན་དུ་ཟས་ངོ་མ་བརྗེས་པ་བྲན་ཤེས་དང་བག་ཡོད་བསྟེན་པ་ལ་བརྟེན་ནས་དེ་ནི་ཉམས་ལེན་བྱེད་པའི་གི་ཚུལ་ཏེ་བརྟེན་ན་བརྟེན་ནས་རིག་འཛིན་ས་ལ་ཤེས་ཏེ་དེ་ནི་གྲུབ་པ་ཐོབ་སྙམ་རྟོག་ཁྱད་པར་ཅན་སྤྱི་ལ་སྐྱེ་ད་དེ་འདྲས་མང་པོ་བྱུང་ཡོད་རེད་དེ་བྱེད་ཡོད་ཆོག་པ་དེ་ག་རེ་རེད་ཟེར་ན་ལམ་ཟག་མོད་ཀྱི་མཐོ་རིས་ལ་ལམ་དེ་ཡག་པོ་ཅིག་རྙེད་ལམ་དེ་ལ་དད་པ་དང་མོས་གུས་ཡག་པོ་ཅིག་སྐྱེས་དེ་ལ་འབད་རྩོལ་ཞེས་རིགས་པ་འདྲེན། དྲན་པ་དང་ཤེས་བཞིན་བསྟེན་ནས་ད་དེ་ལྟ་བུ་སྒང་པའི་མཐོ་ལ་བརྟེན་ནས་གྲུབ་པ་ཐོག་ཐུག་གི་ཡོད་བ་རེད། དེ་ནས་གྲོང་ཁྱེར་དང་གྲོང་གསེབ་དེ་ཚོ་སྤང་དགོས་ཀྱི་ཡོད་མ་རེད། དེ་ནས་འཇིག་རྟེན་ཆེན་པོའི་གི་ལུས་རྟེན་གྱི་བརྟེན་ནས་ཉམས་ལེན་ཞིག་ཐུག་གི་ཡོད་བ་རེད་དེ་ཐུབ་པ་དེ་ལམ་ཟབ་མོ་གི་མཐོ་རེད་གསུངས། ད་དེ་ལྟ་བུའི་མན་ངག་དེ་གང་དེ་རེད་ཟེར་ན་དེ་ཡང་ད་ད་ལྟ་སྤྱི་བཏང་གི་ཆིངས་འདྲ་བོ་དེ་ལ་རྣམ་པ་གསུམ་གསུམ་ཡོད་པ་རེད་ལ། མ་རིག་སྒོ་ངའི་སྦུབས་འབྱེད་པའི་མན་ངག་ཟེར། སྲིད་པའི་དྲ་བ་བཅད་པའི་མན་ངག་ཟེར། མཁའ་ལྟར་མཉམ་པ་ཉིད་ཀྱི་མན་ངག་དེ་རྣམ་པ་གསུམ་གསུམ་ཡོད་པ་རེད་ལ་ད་དེའི་ནང་ནས་ད་དེ་རིང་གི་སྐབས་སུ་ལ་མ་རིག་སྒོ་ངའི་སྦུབས་འབྱེད་པའི་མན་ངག་གསུང་བ་རེད་ལ།

ཡིན་གང་འདོད་ཀྱི་ཐབས་འདྲ་བོ་ཅིག་སོང་བ་རེད་ལ། དེ་ཡང་ད་སྐབས་འདིར་སོང་ན་རང་གི་སེམས་འདི་རང་བབས་སུ་རང་བབས་བྱེད་དུས་ད་ཆའི་ཁོ་རང་ག་འདྲའི་ཡོད་པ་དེ་ལྟར་དུ་ཅི་ཡང་མི་བསམ་པར་བཞག་ནས་ད་ཅི་ཐང་གི་སྣང་ཚོགས་མང་པོ་འཕྲོ་གི་རེད་དེ། ཡིན་ན་ཡང་དྲན་ཤེས་གཏན་ནས་བསམ་བློ་ཞེ་དྲག་མ་བཏང་བ་ད་ང་རང་ཚོ་འཕྲལ་ཡིག་ཐམས་ཅད་ཀྱི་ནང་དུ་སོང་ན་འདས་པའི་རྗེས་མི་སྐྱེས། མ་འོངས་པའི་མདའ་ཡི་མུ་སུ་ད་ལྟར་གྱི་ཤེས་པ་ཐད་ཀར་བཞག་ཚེ་ད་སྔོན་མ་གི་མདའི་དཔེ་གི་ཆ་ལ་འདི་འདྲའི་འདི་འདྲའི་ཅུང་གསུངས་སོང་བས་ཀྱི་རྒྱས་བཏད་པ་ཡང་མ་ཡིན་པ། དེ་ནས་མ་འོངས་པ་ལ་འདི་འདྲའི་འདི་འདྲའི་འདི་འདྲའི་ཅིག་བཟོ་གི་ཡིན་སོང་བས་འཆར་གཞི་འདྲ་པོ་བཟོ་བ་ཡང་མ་ཡིན་པ། ད་ལྟ་གི་སེམས་དེ་ལ་ཀྱ་ཡི་བཟོ་བཅོས་འདྲ་པོ་མང་པོ་ཅིག་བཏང་བ་མ་ཡིན་པ། རང་བབས་ཟེར་དུས་ཁོ་རང་ག་འདྲའི་འདུག་པ་ལྟར་དུ། ལྕེ་ཡང་མི་བསམ་པར་བཞག་ནས་དེ་ནས་ལྕང་ལོ་ཞེ་དྲག་མ་བཏང་བ་བྱས་ནས་བཞག་ནས། དེའི་ངང་དུ་དྲན་པའི་རྒྱན་སྐྱོང་བ་ད་དེ། དེ་ནས་ད་དེ། དྲན་ཤེས་ཀྱི་རྒྱན་དེ་མ་སྐྱོང་ན། ཁོ་ལང་སོང་སྣང་སྟོང་མང་པོ་འཕྲོ་འགྲོ་གི་རེད། དྲན་ཤེས་ཀྱི་རྒྱན་གྱིས་སྐྱོང་ནས་དེ་སྣང་སྟོང་ཞེ་དྲག་འཕྲོ་མ་བཅུག་པ་བྱས། དེ་ནས་ཐད་ཀར་ལྕེ་ཡང་མི་བསམ་པར་རྒྱན་སྐྱོང་ན་ད་དེ།

དྲན་པ། ཟེར་དུས་ད་དེ་མ་བགྱིས་པ། དྲན་པ་གསལ་པོ། དྲན་པ་མེད་ན་དེ་ནི་གཡེང་འགྲོ་གི་ཡོད་པ་རེད། དེ་ནི་དྲན་པ་གི་གཡེང་མ་བཅུག་པ་རྒྱན་སྐྱོང་ནི་དྲན་པའི་གེ། དེ་ནི་རྒྱུན་སྐྱོང་ནི། རྒྱན་སྐྱོང་བ་དེའི་ཚེ། ད་དེའི་སྐབས་ལ། དེ་འདྲའི་ཞིག་སྒོམ་བརྒྱབ་པའི་སྐབས་ལ། ཚོར་བ་འདྲ་པོ་ག་འདྲས་ཀྱིས་ཡོང་གི་རེད་ཟེར་ན། སྟོང་སྙོམས། ལུང་མ་བསྟན་གྱི་ཤེས་པ་མི་མཐོ་དམན་བ་ཞིག་འབྱུང། དེ་ནི་སྟོང་སྙམ་ཟེར་ན་དེ་དགེ་བ་ཡང་མ་ཡིན་པ། མི་དགེ་བ་ཡང་མ་ཡིན་པ། ཉོན་མོངས་པའི་རྣམ་རྟོག་ཡང་མ་ཡིན་པ། དེ་ནི་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་ཡང་མ་ཡིན་པ་ཅི་དང། ཅི་ཡང་མི་བསམ་པའི་སྟོང་སྙམ། ལུང་མ་བསྟན་པ་ཟེར་དུས་དགེ་མི་དགེ་གང་ཡང་མ་ཡིན་པའི་ལུང་མ་བསྟན་པ། དགེ་བའི་རྣམ་རྟོག་གཞན་ལ་ཕན་སེམས་ཀྱི་ཀུན་སློང་འདྲ་བོ་དང། མི་དགེ་བའི་རྣམ་པར་རྟོག་པ་གནོད་སེམས་ཀྱི་ཀུན་སློང་དང་ང་རྒྱལ་དང་ཕྲག་དོག་ལ་སོགས་པ་དེ་འདྲས་གང་ཡང་ལུང་མ་བསྟན་གྱི་དེ་གང་ཡང་མེད་པའི་ལུང་མ་བསྟན་གྱི་ཞེས་པ་རེད། ད་དེ་དགེ་མི་དགེ་གང་ཡང་མེད་པ། བདེ་བ་དང་སྡུག་བསྔལ་གང་ཡང་མ་ཡིན་པ་སྟོང་སྙམ། དགེ་མི་དགེ་གང་ཡང་མ་ཡིན་པའི་ལུང་མ་བསྟན་གྱི་ཤེས་པ། ཡིན། རེད་དེ་ཡིན་ན་ཡང། དེ་ལ་ཚོར་བ་འདྲ་པོ་ག་འདྲས་ཡོང་གི་རེད་ཟེར་ན། མིང་མཐོ་མི་བ་ཞིག་འཇོག་འོང་ཟེར་དུས། དེ་ནི་ཅིག་གསལ་པོ་རང་མེད་པ་འདི་རེད་ཟེར་ནས་ཧ་གོ་ནས། ཤེས་པའི་གི་གསར་ཆ་འདྲ་པོ་དང། དེ་ནི་ངེས་ཤེས་འདྲ་པོ་གང་ཡང་མེད་པ་མིང་མཐོ་མི་བ་ཞིག་འཇོག་འོང། དེ་ལ་འདི་ཤེས། དེ་ཤེས་ཀྱི་ལྷག་མཐོང་གང་ཡང་མ་སྐྱེས་པའི་ཚེ་ན་ད་དེའི་སྐབས་ལ་འདི་ཤེས་ཀྱི་འདུག་དེ་ཤེས་ཀྱི་འདུག་ད་འདི་འདྲས་འདུག་ག་བསམ་པས་ཀྱི་དེ་ནས་ལྷག་མཐོང་གང་ཡང་མ་སྐྱེས་པའི་ཚེ་ན་དེའི་ཆ་ནས་བླ་མ་དག་གིས་མ་རིག་པ་མི་འདོར་བར་འདུག་ད་དེ་ཅི་ཡང་འདི་གསར་ཆ་འདྲ་བོ་དང་ངེས་ཤེས་འདྲ་བོ་གང་ཡང་མེད་པའི་ཆ་ནས་དེ་ལ་དེ་མི་མཐོང་མིན་བ་དེ། མ་རིག་པ་ལ་མི་རྟོག་གི་ཡོད་པ་རེད་སྐབས་འགར་མ་རིག་པ་གསུང་གི་ཡོད་རེད། དེ་ནས་ད་དེ་ལ་མིང་གསུམ་རྟོག་ཡོད་རེད་ལ། དེ་ནས་དེ་བླ་མ་རྟོག་གི་མ་རིག་པ་མིང་འདོག་པ་འདོག་གི་མ་རེད། ཅི་ཡང་བསགས་ཆ་འདྲ་པོ་མེད་པའི་ཆ་ནས་མ་མཐོང་བ། ངེས་ཤེས་འདྲ་པོ་མེད་པའི་ཆ་ནས་མ་རིག་པ་གསུང་གི་ཡོད་རེད། ཡང་གཅིག་ལ། དེ་ལ་འདི་འདྲ་འདི་ཡིན་གྱི་ངོས་བཟུང་སྣ་མི་ཤེས་པའི་ཆ་ནས་ལུང་མ་སྨིན་གཅིག་ལ་ག་རེ་རྟོགས་ཀྱི་ཡོད་རེད་ཟེར་ན་ལུང་མ་བསྟན་གསུང་གི་ཡོད་རེད་ལ། དེ་ནས་འདི་འདི་འདྲས་རེད་འདི་རེད་ད་འདི་འདྲས་འདུག་འདི་ཡང་ན་སྟོང་པ་རེད་ཡང་ན་གསར་བ་རེད་བསམ་པའི་གི་ངོས་བཟུང་དང་སྣ་མི་ཤེས་པའི་ཆ་ནས་ལུང་མ་བསྟན་ད་དེ་ལ་ལུང་དུ་མ་བསྟན་པ། དེ་ནི་དགེ་མི་དགེ་གང་ཡང་མ་ཡིན་པ་དགེ་འོས་ཀྱི་རྣམ་རྟོག་ཡང་མ་ཡིན།

ད་ལྟ་ཀྱེ་ཡི་སྐབས་དཀའ་ལ་བདེ་བའི་རྣམ་པར་རྟོག་པ་འདྲ་པོ་ཡང་མེད་པ། སྡུག་བསྔལ་གྱི་རྣམ་པར་རྟོག་པ་འདྲ་པོ་ཡང་མེད་པ། དེ་ནི་ཐ་མལ་སྟོང་སྙམ་བྱེད་ཅིང་ཞེས་བཏགས་པ་རྟག་སྟེ། ད་དེ་འདྲའི་ཕྱིར་ནི་སྐབས་འགའ་ལ་མ་རིག་པ་ད་དེ། ཀྱེ་ཡི་ཅི་ཡང་མི་བསམ་པ། བསལ་བྱ་ནི་གང་ཡང་མེད་པ། ད་དེ་འདྲའི་ཅིག་གི་ངང་ལ་གནས་པ་དེ་ལ། དེ་ནི་མ་རིག་པ་ཡང་བཏགས་ཀྱི་རེད། ལུང་མ་བསྟན་ཡང་ཟེར་གྱི་རེད།

དེ་ནི་རོ་མྱོང་གི་ཡོད་པ་རེད་དེ་ལྕེ་ཡི་དབང་པོ་ལ་བརྟེན་པའི་རྣམ་ཤེས་ཀྱིས་རོ་མྱོང་གི་ཡོད་པ་རེད་དེ་ནི་ལུས་ཀྱིས་རེག་བྱ་མྱོང་གི་ཡོད་པ་རེད་ལ་རེག་བྱ་འཇམ་པོ་དང་རྩུབ་པོ་ལ་སོགས་པ་མྱོང་གི་ཡོད་པ་རེད་ལ་དེ་གང་ན་བརྟེན་ནས་སྐྱེ་གི་ཡོད་པ་རེད་ཟེར་ན་ལུས་ཀྱི་དབང་པོ་ལ་བརྟེན་ནས་སྐྱེས་པའི་ལུས་ཀྱི་རྣམ་པར་ཤེས་པས་ཀྱི་རེག་བྱ་མྱོང་གི་ཡོད་པ་རེད་ད་དེ་སྒོ་ལྔ་ཡི་རྣམ་པར་ཤེས་པ་ཟེར་གྱི་ཡོད་པ་རེད་ལ། དེ་ནི་དེ་བཞིན་དུ་ཡང་རྣམ་རྟོག་མང་པོ་སྐྱེ་གི་ཡོད་པ་རེད་ལ་རྣམ་རྟོག་མང་པོ་གཟུགས་དགའ་སྡུག་གཏོང་སྙོང་ལ་སོགས་པའི་རྣམ་རྟོག་མང་པོ་སྐྱེ་གི་ཡོད་པ་རེད་ལ་དེ་ཡིད་ཀྱི་རྣམ་པར་ཤེས་པ་རེད། ད་ང་རང་ཚོ་དུས་རྒྱུན་དུ་ག་འདྲས་འགྲོ་གི་ཡོད་རེད་ཟེར་ན། སྒོ་དངུལ་རྣམ་པར་ཤེས་པ་སྐྱེ། དེའི་རྗེས་སུ་ཡིད་ཀྱི་རྣམ་པར་ཤེས་པ་འཇོག་ད་དེ་འདྲས་བྱས་ནས་རྣམ་རྟོག་མང་པོ་སྐྱེས་ནས་གྲོལ་གི་ཡོད་རེད་ལ། དེ་ནས་ད་དེ་སྒོམ་རྒྱབ་པའི་སྐབས་ལ་ག་འདྲས་ཡོང་གི་ཡོད་རེད་ཟེར་ན་དེ། རྣམ་རྟོག་དེ་མང་འཇོག་ནས་རྣམ་རྟོག་གི་རྗེས་སུ་མ་འབྲོང་བ་བྱས། སྒོ་དངུལ་རྣམ་པར་ཤེས་པའི་རྗེས་སུ་ཡང་མ་འབྲོང་བ་བྱས། འབྲོང་ན་འབྲོང་མ་འབྲོང་ན་མ་འབྲང་བ་བྱས། དེ་ནི་ད་ཐེངས་ཀྱི་སེམས་ཀྱི་བསགས་ཆ་ཙམ་ཞིག་སྟེ། དུས་རྒྱུན་དུ་ནམ་དུས་ནམ་དུ་ཡང་མ་འགག་པ། དེ་ལ་ཀུན་གཞིའི་རྣམ་པར་ཤེས་པ་ཟེར་གྱི་ཡོད་པ་རེད་ལ་ཀུན་གཞིའི་རྣམ་པར་ཤེས་པའི་སྔོན་དུ་ད་ཐེངས་སྒོ་ལྔའི་རྣམ་པར་ཤེས་པ་དང་ཡིད་ཀྱི་རྣམ་པར་ཤེས་པ་དེ་ཚོ། དེ་ནི་ཐ་མལ་རང་གར་བསྡད་པ་ཡིན་ད་ཐེངས་ཀྱི་རྣམ་རྟོག་འཁྲུགས་དེ་འདྲ་མ་ཡིན་པ་དེ་ནི་རང་བཞིན་གྱིས་བསྡད་པ་དེ་ལ། ནི་དེ། ད་ལྟ་དཔེ་གི་གནས་སྟངས་འདྲ་པོ་དེ་བལྟས་ཡོང་གི་ཡོད་པ་རེད། དེ་ནས་ད་དེ་གི་མ་ཡིན་ལ་མ་རིག་པ་དང་ལུང་མ་བསྟན་ལ་སོགས་པ་དོགས་ཀྱི་ཡོད་པ་རེད། ངོ་བོ་ག་འདྲི་རེད་ཟེར་ན་ཀུན་གཞིའི་སྔོན་དུ་རང་གར་བསྡད་པ་གྱིས་རེད། ལ། ཡོད་ལྷག་དེ་འདྲ་བ་ལ་བརྟེན་ནས་མི་རྟོག་ཡེ་ཤེས་སྐྱེ་དགོས་ཀྱང་ཟེར། ཡོད་ལྷག་དེ། ད་ཡག་པོ་རེད་པས་ཟེར་ན་ཡག་པོ་རེད། དེ་འདྲ་བ་ལ་ད་དེ་འདྲའི་ཚེ་མི་གསལ་བ་ཡིན་ན་ཡང་སྟེང་འོག་ཏུ་རྣམ་རྟོག་མ་འཕྲོ་བར་བཞག་པ་དེ་ལ་དེ་འདྲ་བ་ལ་བརྟེན་ནས་ད་དེ་རིམ་གྱིས་རིམ་གྱིས་གཞན་གྱི་ཡིད་ལ་བཏང་ནས་དེ་ནས་རྗེས་མ་རྣམ་པར་མི་རྟོག་པའི་ཡེ་ཤེས་དེ་སྐྱེད་དགོས་ཀྱི་རེད། སྐྱེད་དགོས་ཀྱི་རེད་ལ་དེ་གའི་ཞག་ཐག་དེ་ལ་དེ་ལ་བརྟེན་དགོས་ཀྱི་རེད་སྐྱེད་དགོས་ཀྱང། སྐྱེ་དགོས་ཀྱི་རེད་དེ། ཡིན་ན་ཡང། རང་ངོ་རིག་པའི་ཡེ་ཤེས་མ་ཤར་བ། དེ་ནི་སེམས་ཁོ་རང་གི་ངོ་བོ་དེ་ག་འདྲེ་འདུག་ཧ་གོ་ཡོད་མ་རེད། ཡེ་ཤེས་དེ་མ་ཤར་བ་རེད་ལ། ཡེ་ཤེས་དེ་གསལ་པོ་ཅིག་ཤར་ཡོད་མ་རེད་ལ། དེ་འདྲ་སྒོམ་གྱི་དངོས་གཞི་མ་ཡིན་ཏེ་སྒོམ་ངོ་མ་ངོ་མ་དེ་རེད་བས་ཟེར་ན་སྒོམ་ངོ་མ་ངོ་མ་དེ་མ་རེད། ཡིན་ན་ཡང་སྒོམ་གཏན་ས་འདྲ་པོ་དེ། དང་པོ་དེ་འདྲའི་ཚེ་ལས་དང་པོ་པས་ད་སྒང་ཉག་ཉུང་ཅན་དེ་ཚོའི་གི་ཡིན་གཅིག་མིན་གཅིག་དེ་སྒང་དགོས་ཡོད་མ་རེད་ལ། སྒང་ཉག་ཉུང་མེད་པ་དེ་ཚོའི་གི་གསར་བུ་དང་པོ་དེ་སྒང་དགོས་ཡོད་རེད། མི་རྟོག་ཡེ་ཤེས་སྐྱེས་དགོས་ཀྱང། རང་རིག་པའི་ཡེ་ཤེས་མ་ཤར་བ་དེ་འདྲ་དེ་སྒང་གི་དངོས་གཞི་མ་ཡིན་ཏེ་དེ་ནི་སྒང་གི་དངོས་གཞི་ངོ་མ་དེ་མ་རེད། ཀུན་བཟང་སྨོན་ལམ་ཟེར་མཁན་ཅན་གི་ད་རྫོགས་པ་ཆེན་པོའི་སྨོན་ལམ་ཅིག་ཡོད་རེད་ལ། དེའི་ནང་ནས་གསུངས་ཡོད་རེད་སྒང་གི་དངོས་གཞི་མ་ཡིན་པ། ཚོར་འདི་གསུངས་ཡོང་བ་རེད། གང་འདྲས་གསུངས་ཡོང་བ་རེད་ཟེར་ན། ཅི་ཡང་དྲན་མེད་ཐོག་མེད་བ། རྣམ་རྟོག་བཟང་པོ་ཡང་མ་ཤར། ངན་པ་ཡང་མ་ཤར་ཁོ་རང་དེ་ངང་དུ་ལྷོད་དེ་སོང་བ་དེ་ལ་ཐོག་མེད་བ། དེ་སྐབས་མ་རིག་འཁྲུལ་བའི་རྒྱུ་མ་རིག་པ་རེད་གསུངས་ནས། ཞེས་གསུངས་པ་བཞིན་ཡིན་ནོ། དེ་ནི་དེ་རིག་པ་དང་མ་རིག་པ་གཉིས་ཀྱི་ནང་ནས་མ་རིག་པ་རེད། དེའི་ཕྱིར་ན་སྒོམ་གྱི་དངོས་གཞི་ངོ་མ་དེ་རེད་ཡོད་མ་རེད་གསུངས། དེ་ནས་ད་དེ་མ་རིག་པ་དེ་ག་འདི་རེད་ཟེར་ན་མ་རིག་པ་རེད། མ་རིག་པ་སྒོ་ངའི་སྦུབས་འབྱེད་པའི་མན་ངག་གསུངས་འདུག་དེར་མ་རིག་པའི་སྒོ་ངའི་ནང་དུ་ད་སྒོ་ང་འདྲ་བོ་ཅིག་ཡིན་ན་སྒོ་ངའི་པགས་པགས་ཀྱི་ནང་དུ་གཏུབ་ནས་བསྡད་ཡོད་པ་རེད་ལ། དེ་ནས་སྒོ་ང་སྒོ་ངའི་པགས་པགས་དེ་གི་ནང་དུ་གཏུབ་ནས་བསྡད་ཡོད་པ་ཡིན་པས་ཟེར་ན་ད་འདི་གསལ་པོ་རང་ཡོད་མ་རེད། དེ་ནས་གསལ་ཆ་ཡོད་མ་རེད་མ་རིག་པའི་སྒོ་ངའི་སྦུབས་འདི་ནང་དུ་ཡོད་པ་རེད་ལ།

དེ་ལྟར་སྐྱེ་ཡང་མ་དྲན། མ་འཇུས་པའི་ཤེས་པ་ཐོག་མེད་བ་དེ་འདྲ། སེམས་ཀྱིས་མྱོང་བས་དེ་ནི་ད་དེ་རྣམས་རྟོགས་བྱེད་འཇོག་གི་མི་འདུག། དེ་ནི་ཤེས་པ་དེ་གསར་ཆགས་ཡང་གང་ཡང་མི་འདུག་ཐོག་མེད་བ་དེ་འདྲ་དེ་སེམས་ཀྱིས་མྱོང་བས་ད་དེ་འདྲས་ཀྱི་འདུག་བསམ་པ། དེ་སྔ་ཅི་ཡང་མི་དྲན་པ་ཐོག་མའི་བ་འདྲ་པོ་ཅིག་སྨྱུང་བས། ད་དེ་སྣ་ཚོགས་མང་པོ་འཇོག་གི་ཡོད་མ་རེད་ལ་དེ་ཕྱིར་ན་སྨྱུང་བས་དེ་འདྲའི་དོན་ཤེས་མཁན་དང། མི་བསམ་པར་འདུག་མཁན་ད་དེ་དེ་འདྲས་ཀྱི་འདུག་ག་བསམ་ནས་ཤེས་མཁན་གཅིག་དང། མི་བསམ་པར་འདུག་མཁན་དང་པོ་ཅི་ཡང་མི་བསམ་པར་འདུག་མཁན་ཁོ་རང་ལ་བབ་ཀྱིས་བལྟས་པས་ད་དེ་ལ་རེམ་གྱི་དེ་ནི་དེ་དངོས་གནས་ག་འདྲས་འདུག། བསམ་མཁན་དེ་ག་འདྲས་འདུག་དེ་ནས། སེམས་ཀྱི་མྱོང་བ་དེ་ག་འདྲས་འདུག་བརྟགས་ན། བརྟགས། བལྟས་པས་ཞེས་ནི་ད་དེའི་ངོ་བོ་ལ་བརྟག་དགོས་ཀྱི་ཡོད་པ་རེད། དེ་ནས་ད་དེ་བརྟགས་དུས་དེ་ལ། ཚོར་བ་འདྲ་པོ་དང་ཉམས་མྱོང་འདྲ་པོ་ག་འདྲས་ཡོང་གི་རེད་ཟེར་ན། འགྱུར་འཕྲེང་ཕྲལ་བའི་རིག་པ། དེ་ནི་རྣམ་རྟོག་མང་པོ་མ་ཤར་བར། སེམས་ཁོ་རང་གི་ངོ་བོ་དེ། ཕྱི་ནང་མེད་པ། དེ་ནི་འདི་ཕྱི་རེད་འདི་ནང་རེད་འདི་དངོས་པོ་རེད་སྡུག་སྡུག་རེད་བདེན་པ་རེད་བསམ་པ་འདྲ་པོ་དང་དེ་འདྲས་གང་ཡང་མེད་པ། གཟུང་མཐའ་ལས་བ་དེ་ག་ཅི་ཡང་མི་དམིགས་པའི་རང་བཞིན་ལ། ནམ་མཁའ་སྟོང་པ་ལྟ་བུ། དེ་ནི་ནམ་མཁའ་སྟོང་པ། ནམ་མཁའ་སྤྲིན་མེད་པ། ནམ་མཁའ་སྟོང་པ་ལྟ་བུ། དེ་ནི་དྭངས་སྙིགས་བ་འདྲ་པོ་ཡོང་གི་རེད། དང་སེམས་ངལ་བ་དང་བ་འདྲ་བོ་སྟེ། རང་བཞིན་གྱིས་ཅི་ཡང་མ་གྲུབ་པའི་སྟོང་པའི་རྣམ་པ་འདྲ་བོ་སྐྱེ་ལ། མྱོང་བྱ་མྱོང་བྱེད་གཉིས་མེད་ཀྱང་དེ་ནི་དེ་འདི་འདུག་བསམ་པའི་གནས་མྱོང་མཁན་གཅིག་དང་མྱོང་བྱེད་གཅིག་གཉིས་ཡོད་མ་རེད་དེ། རང་གི་རང་བཞིན་རང་ཁོ་ཐག་ཆོད་ནས་འོ་ད་དེ་དེ་འདྲའི་ཅིག་ཡིན་ས་རེད་བསམ་པ་ཅིག་ང་རང་སེམས་ཀྱི་སྟེང་ནས་ཐག་ཆོད་ནས། འདི་ལས་གཞན་སྐྱེ་ཡང་མི་འདུག་སྙམ་པ་བཟང་ན། དེ་ལ་སངས་རྒྱས་ཀྱིས་འདི་འདྲ་ཞེས་མནར་སྨྲས་པས། དེ་ནས་དེ་གའི་སེམས་ཀྱི་བསམ་མནོ་བཏང་ནས། ངག་གིས་བརྗོད་ནས། འདི་ཡོད་པ་རེད་ཟེར་ནས་ཤེས་ཡ་མེད་པ། འདི་མེད་པ་རེད་ཟེར་ནས་ཤེས་ཡ་མེད་པ་མནར་སྨྲས་པའི་མཐའ་བྲལ། དེ་ནས་སྐབས་འགའ་ལ། བཀའ་དང་བསྟན་བཅོས་ཐམས་ཅད་ཀྱི་ནང་ནས་བསམ་ན། སྐབས་འགའ་ལ་མཐའ་བྲལ་གསུང་གི་ཡོད་པ་རེད་མཐའ་དང་བྲལ་བ། ཡོད་པ་ཡང་ངོས་བཟུང་མེད་པ། མེད་པ་ཡང་ངོས་བཟུང་མེད་པ་ནམ་མཁའ་སྟོང་པ་ལྟ་བུ་གསུངས་ཏེ། དེ་ནས་བརྗོད་བྲལ་ལ་ཤེས་ན་ངག་གིས་འདི་རེད་འདི་ལྟ་བུ་ཅིག་ཡོད་བ་རེད་ཟེར། འདི་ལྟ་བུ་ཅིག་ཡོད་བ་མ་རེད་ཟེར་ནས་བརྗོད་ཡག་མེད་པ། ད་དེ་ལ་མར་པ་ལོ་ཙཱ་གིས་གསུངས་ན་དཔེ་ལྐུགས་པའི་བུ་རམ་བཟོས་པ་བཞིན་ཟེར་དེ་ནས་ལྐུགས་པ་གཅིག་གི་བུ་རམ་གཅིག་བཟོས་ན། དེ་ནི་ཁོ་སྔ་མོ་སྟེ་སྨྱོང་གི་རེད་དེ་ཡིན་ན་ཡང་ཁོ་ལྐུག་པ་ཡིན་དུས་དེར་འདི་འདྲས་ཟིན་འདུག་ཟེར་ནས་འགྲེལ་བཤད་རྒྱབ་བཞེས་ཡོད་མ་རེད་ལ། དཔེ་དེ་བཞིན་དུ་བརྒྱད་པ་དང་ཕྲལ་བ་དག་འདི་འདྲས་འདུག་ང་རང་ཚོ་གི་སེམས་དེ་དག་དེ་འདྲས་ཀྱི་འདུག་ཨ། སྟོང་པ་ལ་བུ། ངོ་བོ་སྟོང་པ་རང་བཞིན་གསལ་བ་འདུག་ཨ་སོགས་ནི། དེ་ནི། སྨྱོང་ཉམས་སུ་སྨྱོང་གི་རེད་དེ་ཡིན་ན་ཡང། དེའི་ངག་དེ་བརྒྱད་པ་དང་ཕྲལ་བ་དེ་འདི་ཡོད་པ་རེད་མེད་པ་རེད། བསམས་ནས་བརྗོད་དུ་མེད་པར་གཉུག་མའི་འོད་གསལ་དང་རིག་པ་ཞེས་རྟོགས་ཆོག་སྟེ་ད་དེ་ལ་གཉུག་མའི་འོད་གསལ་ཟེར་ན་ཡང་འགྲིག་གི་རེད་རིག་པ་ཞེས་རྟོགས་ན་ཡང་འགྲིག་གི་ཡོད་རེད་ད་དེ་ལ་གསུང་གི་ཡོད་རེད། དེ་ནས་ད་དེ་ལ་ད་སྔ་མ་ནོག་ཐོག་མའི་ཐོག་མའི་འོས་སྐབས་སུ་ལ་སྟོང་ཤོང་དང་ལུང་མ་བསྟན་དང་མ་རིག་པ་གསུང་གི་ཡོད་རེད་ལ་དེ་ནས་ད་ལྟ་དེ་བསགས་ཆ་དེ་བྱུང་བ་དང་དེ་ནས་འོད་གསལ་དང་རིག་པ་ཞེས་རྟོགས་ཆོག་སྟེ། རང་ངོ་འཕྲད་པའི་ཡེ་ཤེས་ཤར་བ་དེ་ནི་རང་གི་གནས་སྟངས་དེ་ཡག་པོ་ཅིག་ཧ་གོ་གི་ཡོད་རེད་ད་དེ་ཡེ་ཤེས་ཤར་བས་དམུ་ཐོག་མེད་བའི་མུན་པ་དྭངས་ཏེ་དེ་ནི་ཅི་ཡང་མི་གསལ་བའི་རྣམ་པ་དེ་གི་མུན་པ་འདྲ་པོ་དེ་དྭངས་ཏེ་ནམ་ལངས་པའི་ཁྱིམ་ནང་མཐོང་བ་ལྟར་རང་གི་སེམས་ཀྱི་ཆོས་ཉིད་ལ་ངེས་ཤེས་སྐྱེས་པས་སོ་ད་སེམས་ཀྱི་སེམས་ཀྱི་གནས་སྟངས་དེ་ད་དེ་འདྲས་ཀྱི་འདུག་ང་སེམས་ཀྱི་གནས་སྟངས་དེ་དེ་ལྟ་བུ་ཅིག་རེད་སོང་པས་ངས་ཤེས་ཀྱིས་པ་དེ་ལ། འདི་ལ་མ་རིག་སྒོ་ངའི་སྦུབས་འབྱེད་པའི་མན་ངག་ཟེར་ད་དང་པོ་མ་རིག་པ་དང་པོ་དེ་ལ་ཅི་ཡང་མི་བསམ་པར་གཞག་རྒྱུ་དེ་ལ་ཐོག་མའི་བ་འདྲ་པོ་ཅིག་ཡོད་རེད་ལ་དེ་ལ་དེའི་ངོ་བོ་ལ་ལྟ་དུས་དེ་ནི་ཅི་ཅི་ཡང་མ་གྲུབ་པའི་ངོ་བོ་སྟོང་པ་ཅི་ཡང་གསར་བའི་མཐོང་བྱ་དེ་ལྟ་བུ་ཅིག་ཤར་བ་ཡིན་པའི་ཕྱིར་ན་ད་དེ་ལ་མ་རིག་སྒོ་ངའི་སྦུབས་འབྱེད་པའི་མན་ངག་ཟེར་གསུང་གི་ཡོད་རེད། དེ་ནི་དོ་དགོང་གི་མཆོད་རྟེན་དེ་ཙམ་ཞིག་ན།